ཀྲུང་གོའི་རྡོ་སམ་གཞག་དབྱིབས་ཅན་རྩོམ་པ་པོ་མོག་ཡེ་ཧྲིན། རྡོ་གསུམ་བཞི་དབྱིབས་ཅན་གྱི་གསུམ་མིག་ཟླ་གམ་ལྕགས་དབྱིབས་དང་འདྲ་བ་སྟེ། བར་སྣང་གི་འཇའ་དང་མཚུངས་ཤིང། ལྷག་སྒྲུང་ནང་དུ་ཆར་བ་བབས་རྗེས་སུ་ཤར་བའི་འཇའ་ལ་ལྷའི་སྟོབས་བསྒྲུབ་པའི་བསམ་པ་ཞེས་ཀྱང་ཟེར། རང་རྒྱལ་གྱི་སྙན་ངག་པ་རྣམས་བསམ་པ་བཞི་དབྱིབས་ཅན་གྱི་དཔེ་རུ་འཇའ་མཚོན་དགོན་པར་དགའ་ཞིང། འཆི་བའི་ཐོག་གི་བསམ་པ་བཞི་དབྱིབས་ཅན་ལ་ཉལ་བའི་འཇའ་དང། འཕུར་བའི་འཇའ་ཞེས་སྨག་པ་རེད། རྡོ་གསུམ་བཞག་དབྱིབས་ཅན་ཏེ། འཛམ་གླིང་གི་བསམ་པའི་ལོ་རྒྱུས་སུ་བྱུང་བ་ཅུང་སྔ་ཞིང། དེ་ལྟའི་བསམ་པའི་བཟོ་དབྱིབས་མཛེས་པར་མ་ཟད་སྒྲིག་གཞི་ཟབ་ཞིང་བརྟན་པས་ལོ་ངོ་བརྒྱ་ཕྲག་གམ་སྟོང་ཕྲག་གི་རིང་ལ་ཆུ་དང་གཙང་བའི་སྟེང་དུ་བརྒྱུད་ཉམས་ལྡན་པའི་ངང་ནས་གནས་ཏེ་འགྲིམ་འགྲུལ་སྐྱེལ་འདྲེན་གྱི་ཐད་ལ་ནུས་པ་འདོན་བཞིན་ཡོད། རང་རྒྱལ་གྱི་རྡོ་གསུམ་བཞི་དབྱིབས་ཅན་གྱི་ལོ་རྒྱུས་ཧ་ཅང་རིང་སྟེ། ཆགས་ཀློང་རྣམ་བཤད་ཀྱི་འགྲེལ་བ་ལས་གསུངས་པའི། འབྲི་ལམ་བསམ་པ་ཟེར་བ་ནི་ཧ་ལམ་སྤྱི་ལོ་ཉིས་བརྒྱ་རབས་བརྒྱ་སྤྱི་གྱ་གཉིས་ལོར་བྲིས་ནས་གྲུབ་པ་ཡིན་ལ། ལོ་རྒྱུས་དེབ་ཐེར་དུ་བཀོད་པ་ལྟར་ན་དེ་ནི་ཆེས་སྔ་བའི་རྡོ་གསུམ་བཞི་དབྱིབས་ཅན་ཞིག་རེད། རང་རྒྱལ་གྱི་ས་ཆ་ཀུན་ཏུ་ཕལ་ཆེར་རྡོ་གསུམ་བཞི་དབྱིབས་ཅན་ཡོད་བསམ་པ་དེ་རྣམས་ཀྱི་ཆེ་ཆུང་མི་འདྲ་ཞིང་དབྱིབས་སྣ་ཚོགས་པར་མ་ཟད། མང་ཆེ་བ་ནི་ངོ་མཚར་ཆེ་བའི་བཟོ་བཀོད་ཕུལ་བྱུང་ཅན་ཤ་སྟག་ཡིན། དེ་དག་ལས་ཆེས་མང་དུ་གྲགས་པ་ནི། ཧོ་པེ་ཞིང་ཆེན་གྱི་བྲོ་རྫོང་གི་བྲོ་གྲུའི་བསམ་པ་དང། པེ་ཅིན་ཉེ་འདབས་ཀྱི་ལུའུ་གུའི་བསམ་པ་རེད། བྲོ་གྲུའི་བསམ་པ་ནི་ཞོ་ཧོ་ཆུ་བོའི་སྟེང་དུ་བསྐྲུན་ཡོད་ཅིང། བརྙན་པའི་གྲགས་པ་འཛམ་གླིང་དུ་ཁྱབ་པའི་གནའ་བོའི་རྡོ་གསུམ་གཞག་དབྱིབས་ཅན་ཞིག་ཡིན། བསམ་པ་བཙུགས་པ་ནི་ད་ལྟའི་བར་དུ་སྤྱོད་བཞིན་ཡོད་པའི་ཆེས་སྔ་བའི་བསམ་པ་ཞིག་ཀྱང་ཡིན། བསམ་པ་འདི་སྤྱི་ལོ་དྲུག་བརྒྱ་ར་ཐུག་རྔ་ལི་ཡི་གནས་སུ་བསྐྲུན་པ་ཡིན་ལ་ད་ལྟའི་བར་དུ་ལོ་སྟོང་གཅིག་སུམ་བརྒྱ་ལྷག་འདས་ཀྱང་དྭངས་མའི་བརྗིད་ཉམས་ཤོར་མེད་པ་དང་བཅིངས་འགྲོལ་གཏོང་བའི་དུས་སླེབས་སྐབས་བསམ་པར་འཇིགས་སྐྲུན་ཅུང་ཟད་བྱུང་ཡོད་རུང་དམག་དམངས་སྲིད་གཞུང་གི་འགོ་ཁྲིད་འོག་ཏུ་ཉམས་གསོ་མཐིལ་ཕྱིན་པ་བྱས་པས་གནའ་བོའི་བསམ་པར་བརྗིད་ཉམས་གསར་དུ་རྒྱས་པར་བྱེད། བྲོ་བྲོ་བསམ་པ་ནི་ཧ་ཅང་རྔམ་བརྗིད་ལྡན་པ་ཞིག་ཡིན། བསམ་པ་འཁྲུལ་བའི་རིང་ཚད་ལ་རྨི་ལྔ་བཅུ་ཐམ་པ་ཚགས་བརྒྱད་ལྷག་གཉིས་ཡོད་ཅིང། བསམ་སྣེ་གཉིས་ཀྱི་ཞིང་ལ་རྨི་དགུ་ཚགས་དྲུག་ཡོད། བསམ་པའི་དཀྱིལ་ནི་ཅུང་ཟད་དོག་པའི་ཞིང་ལ་རྨི་དགུ་ཡོད། བསམ་པའི་དཀྱིལ་འགོལ་ནི་ཚན་རིག་གི་རྩ་བའི་རིགས་པ་དང་མཐུན་ཞིང། བཟོ་སྐྲུན་གྱི་ལག་རྩལ་དེ་བས་ཀྱང་ཕུལ་དུ་བྱུང་བས་ཐང་རྒྱལ་རབས་ཀྱི། བགྲང་བྱ་དྲན་གྱིས་བཟོ་སྐྲུན་ངོ་མཚར་ཆེ་བས། མིའི་བློས་དཔོག་པར་དཀའ་ཞེས་བསྔགས་བརྗོད་མཛད་ཡོད། བསམ་པ་འདིའི་ཁྱད་ཆོས་ནི་འདི་ལྟ་སྟེ། གཅིག། བསམ་པ་འདི་ལ་ཟམ་གདོང་བཞག་དབྱིབས་ཅན། རང་ཚུགས་ལ་སྨི་གསུམ་གྱི་སོ་བདུན་ཚགས་བཞི་ཡོད་པ་གཅིག་ལས་མེད་ཅིང། དེ་ནི་སྐབས་དེའི་འཛམ་གླིང་གི་ཆེས་རིང་བའི་རྡོ་གསུམ་བཞག་དབྱིབས་ཅན་དུ་བགྲངས་ཆོག། ཟམ་མུག་ནི་སྤྱིར་བཏང་གི་ཟླ་གམ་ཙམ་མིན་པར་གཞི་དབྱིབས་དང་མཚུངས་པས་ཟམ་གདོང་གཞི་དབྱིབས་ཅན་ཆེ་བའི་ཐོག་གི་ལམ་ལ་སྐྱེ་མཐར་མེད་པར་རྟ་དང་ཤིང་རྟ་བགྲོད་བདེ་བ་ཞིག་རེད། གཉིས། ཟམ་གདོང་གཞི་དབྱིབས་ཅན་ཆེ་བའི་འཕྲག་པ་གཉིས་སུ་ཟམ་གདོང་གཞི་དབྱིབས་ཅན་ཆུང་བ་གཉིས་རེ་ཡོད་པའི་གསར་གཏོད་རང་བཞིན་གྱི་ཇུས་འགོད་དེ་རྡོ་གྲོན་ཆུང་བྱས་ནས་ཟམ་པའི་ལྗིད་ཚད་ཇེ་ཡང་དུ་བཏང་བར་མ་ཟད་ད་དུང་ཆུ་བསྒྲིགས་ཚེ་ཟ་མིག་ནང་གི་ཆུ་གཞིར་ཚད་ཇེ་ཆེར་སོང་སྟེ་ཆུ་ལོག་གིས་བསམ་པར་རྡིབ་ཤུགས་ཇེ་ཆུང་དུ་གཏོང་ཐུབ། དེ་མཚུངས་སུ་ཟམ་གདོང་བཞག་དབྱིབས་ཅན་གྱི་ཐོག་ཏུ་ཟམ་གདོང་བཞག་དབྱིབས་ཅན་བརྩིགས་པས། ཟམ་པ་དེ་བས་ཀྱང་བརྩིགས་ཤིང་ཡིད་དུ་འོང་བར་བྱོས། གསུམ། ཟམ་གདོང་བཞག་དབྱིབས་ཅན་ཆེ་བ་དེ་ཟམ་གདོང་བཞག་དབྱིབས་ཅན། ཉི་ཤུར་རྩ་བརྒྱུད་བཤིབས་ནས་གྲུབ་པ་ཡིན་ཞིང་དེ་ནི་དབྱིབས་འདྲ་བའི་ཟམ་གདོང་བཞག་དབྱིབས་ཅན་མང་བོ། བཤིབས་ཏེ་བཞག་དབྱིབས་ཀྱི་ཟམ་མིག་གཅིག་བཟོས་པ་ཞིག་ཡིན། ཟམ་གདོང་བཞི་བབས་ཅན་རེ་རེས་བསམ་པའི་ཐོག་གི་ལྗིད་ཚད་ཐག་ཉེ་བའི་རྐྱེན་གྱིས་ཟམ་གདོང་གཅིག་ལ་ཆག་སྐྱོན་བྱུང་ནའང་ཟམ་གདོང་གཞན་དག་ལ་ཆག་སྐྱོན་མི་ཐེབས་པ་རེད། བཞི། བསམ་པ་ཧྲིལ་བོའི་སྒྲིག་གཞི་འོས་ཤིང་འཚམ་པ་དང་མཐའ་སྐོར་གྱི་ཡིད་སྐྱོང་དང། ཧ་ཅང་མཐུན་པར་མ་ཟད་བསམ་པའི་ཐོག་གི་སྡེ་ཁ་ཁྱེར་དང་རྡོ་ལུབ་བཟོས་པའང་བབ་ཆགས་ཤིང་གནའ་བོའི་ཁྱད་ཆོས་ལྡན་པའི་མཛེས་ཤིང་སྡུག་པ་ཞིག་རེད། ཐང་རྒྱལ་རབས་ཀྱི་དྲང་བྲོ་ཡིས་བསམ་པ་འདི་ལ་བསྐྱངས་ནས་བལྟས་ན། ཚེའི་རིགས་སྤྲིན་ནས་འཆར་བའམ། དབང་བཞི་བྲམ་ཁྱིམ་མཐོང་དང་མཚུངས་ཞེས་བསྔགས་པ་རེད། དྲོ་དྲོ་བསམ་པའི་ཚད་མཐོ་བའི་ལག་རྩལ་གྱི་ཆུ་ཚད་དང། ཉམས་པ་མེད་པའི་སྒྱུ་རྩལ་གྱི་རིན་ཐང་དེ་རང་རྒྱལ་ངལ་རྩོལ་དམག་དམངས་ཀྱི་བློ་གྲོས་དང་རྣམ་དཔྱོད་གང་ལེགས་ཀྱིས་མཚོན་ཡོད། བསམ་པ་ཇུས་འགོད་བྱེད་མཁན་སྣ་ཚོགས་ལས་འཕྲིན་ནི་ཕུལ་དུ་བྱུང་བའི་ལག་ཤེས་པ་ཞིག་ཡིན་ཞིང་བསམ་སྣེ་རྡོ་རིང་གི་ངོས་སུ་ཁོང་གི་མིང་བརྐོས་ཡོད། ཡོང་སྟངས་འཆི་བའི་སྟེང་གི་ལུག་གུ་བསམ་པ་ནི། སྤྱི་ལོ་སྟོང་གཅིག་བརྒྱ་རབས་བརྒྱ་སྐྱེ་བརྒྱ་རྒུ་ལོ་ནས་སྤྱི་ལོ་སྟོང་གཅིག་བརྒྱ་ར་དགུ་བཅུ་གོ་གཉིས་ལོའི་བར་དུ་བསྐྲུན་པ་ཞིག་ཡིན། བསམ་པའི་རིང་ཚད་ལ་རྨི་ཉིས་བརྒྱ་ར་དྲུག་ཆུ་རེ་ལྔ་ཡོད་ཅིང། རྡོ་ཡི་སམ་སྟོང་བཞི་དབྱིབས་ཅན་བཅུ་གཅིག་སྦྲེལ་ནས་གྲུབ་པ་དང། རྡོ་ཡི་སམ་སྟོང་བཞི་དབྱིབས་ཅན་སོ་སོའི་རིང་ཚད་མི་མཚུངས་ཏེ། རྨི་བཅུ་དྲུག་ནས་རྨི་ཉེར་གཅིག་ཚགས་དྲུག་བར་ཡིན། བསམ་པའི་ཞིང་ལ་ཕལ་ཆེར་སྨུག་རྒྱུ་ཡོད། བསམ་ངོས་ཧ་ལམ་འཆི་བའི་ངོས་བཞིན་བདེ་ཞིང་སྙོམས། རྡོ་ཡི་སེམས་གདོང་བཞི་དབྱིབས་ཅན་གཉིས་རེའི་བར་དུ་བདུད་བཙུགས་པའི་སེམས་རྟེན་ཡོད་ཅིང། བསམ་སྨུག་གཅིག་ཆུ་གཅིག་ལ་གཅིག་མཐུད་པའི་བསམ་པ་འདི་ལྟ་བུ་ལ་རྡོ་སེམས་བཞི་དབྱིབས་ཅན་མཐུད་མ་ཟེར། ཡོངས་བཏང་ཆུ་བོ་དྲུག་ཚེ་བཞིར་གྱེན་དྲགས་པའི་རྐྱེན་གྱིས། རྐྱེན་དུ་ངེས་གཉིས་ཀྱི་རགས་ཆོད་ཞིག་ཅིང། བསམ་པར་གནོད་སྐྱོན་གཏན་ནས་བྱུང་མ་མྱོང་བ་ལས་ཀྱང་བསམ་པ་འདི་ས་ཆིངས་བསྟན་པ་ཤེས་ཐུབ། བསམ་པའི་ངོས་སུ་རྡོ་ལུབ་དང་འདུག་པ་དང། འགྲམ་གཉིས་སུ་རྡོ་ཡི་ཀ་བ་དང་རྡོ་ཡི་ཁ་ཁྱེར་ཡོད་ཅིང། ཀ་བ་རེ་རེའི་ངོས་སུ་རྣམ་རྒྱལ་སྣ་ཚོགས་པའི་སེང་གེའི་གཟུགས་བརྙན་བརྐོས་ཡོད་པ་ལས་ལ་ལ་ནི་མ་བུ་བརྩེ་བ་དང། ལ་ལ་ནི་ཕན་ཚུན་ཤབ་ཤུབ་བྱེད་པ། ལ་ལ་ནི་ཆགས་འདྲིར་ཉན་པ་ལྟ་བུ་སྟེ། ཉམས་འགྱུར་སྣ་ཚོགས་པའི་བཟོ་ལྟ་ཇི་བཞིན་དུ་ཐོན་ཞིང་གསོན་ཉམས་ལྡན་པ་ཞིག་རེད། དུས་རབས་བཅུ་གསུམ་པ་ནས་བཟུང་སྟེ་ལུག་གུ་བསམ་པའི་མཚན་སྙན་འཛམ་གླིང་དུ་ཁྱབ་ཡོད། སྐབས་དེར་ཝེ་ཐ་ལི་རྒྱལ་ཁབ་ཀྱི་མི་མང་ལ་མ་ཁོ་ཕོ་ལོ་ཟེར་བ་ཞིག་ཀྲུང་གོར་སླེབས་མྱོང་ཞིང། ཁོང་གི་ལྗོངས་རྒྱུའི་ལམ་ཡིག་ཏུ་བསམ་པ་འདི་ལ་བསྟོད་བསྔགས་ཚད་མེད་ཞུས་ཡོད་དེ། བསམ་པ་འདི་ལ་འཛམ་གླིང་ན་དོ་ཟླ་མེད་ཅེས་བསྔགས་ཡོད་པར་མ་ཟད། ལྷག་པར་དུ་ཁ་ཁྱེར་དང་དགའ་བའི་ངལ་གསོ་སྐུལ་པའི་སངས་རྒྱས་གཟུགས་བརྙན་གྱི་ཡུལ་རབ་ཏུ་འཕྲོག་ཀྱང་དེ་དག་གིས་ངོ་མཚར་བའི་མཛེས་སྡུག་ཅིག་བྲི་ཡོད་ཅེས་བྲིས་ཡོད། རྒྱལ་ནང་དུ་ཡང་བསམ་པ་འདི་སྔར་ནས་ད་ལྟའི་བར་དུ་མི་རྣམས་ཀྱི་བསྔགས་ཡུལ་དུ་གྱུར་ཡོད། བསམ་པ་འདི་རྒྱལ་སར་འགྲོ་སའི་ལམ་གལ་ཆེན་དུ་གནས་ཤིང་བཟོ་བཀོད་ལགས་པས་ལུ་གུ་ཚེ་ལྡེ་ཞེས་སྔར་ནས་པེ་ཅིན་གྱི་མཛེས་ལྗོངས་མིང་གྲགས་ཅན་དུ་གྱུར་ཡོད། རང་སྐྱིད་དམག་དམངས་ཀྱིས་བཙན་བྱོལ་རིང་ལུགས་ཀྱི་བཙན་འཛུལ་ལ་འགོག་རྒོལ་བྱས་པའི་འཐབ་འཛིང་གི་ལོ་རྒྱུས་སུ་ཡང་ལུ་གུ་བསམ་པ་ནི་དྲན་གསོ་འོས་པ་ཞིག་ཡིན། དེ་གར་སྤྱི་ལོ་སྟོང་གཅིག་དགུ་བརྒྱ་ར་སུམ་ཅུ་སོ་བདུན་ལོར་འཇར་པན་བཙན་བྱོལ་རིང་ལུགས་ཀྱིས་རང་རྒྱལ་ལ་བཙན་འཛུལ་བྱས་པའི་དམག་འཁྲུག་སློང་པ་དང། རྒྱལ་ཡོངས་དམག་དམངས་ཀྱིས་ཀྲུང་གོའི་གུང་ཁྲན་ཏང་གི་མགོ་ཁྲིད་འོག་ཏུ་དཔའ་ངར་ཞུམ་མེད་ཀྱིས་འཐབ་རྩོད་བྱས་ཏེ། མཐར་འཇར་པན་བཙན་རྒྱལ་རིང་ལུགས་རྩ་བ་ནས་ཕམ་པར་བརྒྱབ་པ་རེད། རང་རྒྱལ་གྱི་རྡོ་གསུམ་གཞི་བུ་ཅན་ལ་འདི་འདྲའི་འུར་སྟོང་འབར་བའི་གྲུབ་འབྲས་མཆིས་དོན་ཅི་ཡིན་ཞེ་ན། གཅིག་ནས་རང་རྒྱལ་གྱི་ངལ་རྩོལ་མ་མང་ནི་ལུས་ལ་བརྩོན་ཞིང་བློ་གྲོས་ལྡན་པ་ཞིག་ཡིན་ཞིང། ཁོ་ཚོས་རྡོ་ཆས་བཟོ་བའི་ལག་རྩལ་ནི་རྩེར་སོན་པ་དང། བྲག་རྡོ་བསིལ་ནས་རྡོ་རིལ་ཆེན་པོ་བཟོ་ཐུབ་ཀྱང་ཡང་རྡོ་རིལ་དེ་གཟུགས་བརྙན་སྣ་ཚོགས་སུ་བཟོ་ཤེས་པ་རེད། བཟོ་སྐྲུན་ལག་རྩལ་ཐད་ནས་གསར་གཏོད་བྱས་པ་ཧ་ཅང་མང་ཞིང། སྦྱིན་བདག་དང་དཔང་སྒྲིག་བྱེད་པའི་ཐད་ལ་དེ་བས་ཀྱང་བློ་ཡུལ་འདས་པའི་ཐབས་ཤེས་ཡོད། དཔེར་ན་ཧྥུ་ཅན་ཞིང་ཆེན་གྱི་ཀྲང་ཀྲོའུ་ས་ཆའི་བྱང་སྟོང་བསམ་པ་ནི་ལོ་བརྒྱ་བརྒྱ་ཡི་སྔ་རོལ་དུ་བསྐྲུན་པ་ཡིན་ལ། བསམ་པ་དེ་རྡོ་ཡི་བསམ་གདོང་ལ་ལའི་རྡོ་རིང་གཅིག་གི་ལྗིད་ཚད་ལ་ཏིན་ཉིས་བརྒྱ་ལྷག་ཡོད་པས་ཡང་སྙིང་ཇི་ལྟར་བསྒྲིགས་པ་ད་ལྟ་ཡང་གསལ་བོར་ཤེས་ཐུབ་མེད། གཉིས་ནས་རང་རྒྱལ་གྱི་རྡོ་གསུམ་བཞི་དབྱིབས་ཅན་གྱི་ཇུས་འགོད་དང་བཟོ་སྐྲུན་ལ་སྲོལ་རྒྱུན་གྱི་ལག་རྩལ་བཟུང་ཡོད་པས་སྐྲུན་པའི་བསམ་པར་བཀོལ་བའི་རྒྱུ་ཆ་ཉུང་ཞིང་བཟོ་བཀོད་ལྷག་ལ་གསབ་བརྟན་ཡིན། གསུམ་ནས་རང་རྒྱལ་ལ་བསམ་པ་སྤྲིན་པར་འཁོར་བའི་རྡོ་ཡི་རྒྱུ་ཆ་སྣ་ཚོགས་ཡོད་པ་དང་ས་དེ་ག་ནས་རྒྱུ་ཆ་བདེ་བླག་ཏུ་བླངས་ཆོག་པས་དུས་ཀྱང་རྡོ་སེམས་འཛུགས་པར་མཐུན་རྐྱེན་བཟང་བོ་བསྐྲུན་ཡོད། ལོ་ངོ་ཉིས་སྟོང་ལྷག་གི་རིང་ལ་རང་རྒྱལ་གྱིས་རྡོ་སེམས་བཞག་དབྱིབས་ཅན་བགྲང་ལས་འདས་པ་བསྐྲུན་ཡོད། བཅིངས་འགྲོལ་བྱས་པའི་རྗེས་སུ། རྒྱལ་ཡོངས་སུ་རྣམ་པ་རྒྱ་ཆེ་བའི་སྒོ་ནས་དབྱིབས་སྣ་ཚོགས་པའི། གཞུང་ལམ་བསམ་པ་དང་ལྕགས་ལམ་བསམ་པ་བསྐྲུན་ཡོད་པ་ལས་མི་ཉུང་བ་ཞིག་ནི་རྡོ་གསུམ་བཞི་དབྱིབས་ཅན་ཡིན། སྤྱི་ལོ་སྟོང་གཅིག་དགུ་བརྒྱ་དྲུག་ཅུ་རེ་གཅིག་ལོར་ཡུན་ནན་ཞིང་ཆེན་དུ་འཛམ་གླིང་གི་ཆེས་རིང་བའི་བསམ་པ་རྡོ་བཞི་དབྱིབས་ཅན་གཅིག་ཅན་གྱི་རྡོ་གསུམ་ཞིག་བསྐྲུན་པ་ལ་འཇའ་ཚོན་བསམ་ཆེན་ཟེར་ཞིང་བསམ་པ་རྡོ་བཞི་དབྱིབས་ཀྱི་རིང་ཚད་ལ་རྨུ་བརྒྱ་རབ་བྱུག་ཉིས་ཚིགས་ལྔ་ཡོད། སྲོལ་རྒྱུན་གྱི་རྡོ་གསུམ་བཞི་དབྱིབས་ཅན་གྱི་རྨང་གཞིའི་སྟེང་དུ་ཨར་འདམ་ལྕགས་རྩི་མའི་བཞི་དབྱིབས་བསམ་པ་འབོར་ཆེན་ཞིག་བསྐྲུན་ཡོད་པ་ལས་སྲུང་ཆས་བཞི་པའི་བསམ་པ་ནི་རང་རྒྱལ་ངལ་རྩོལ་དམག་དམངས་ཀྱིས་གསར་གཏོད་བྱས་པ་ཞིག་ཡིན་ལ་འཛམ་གླིང་དུ་འདི་མ་གཏོགས་མེད། ཉེ་བའི་ལོ་འགའི་རིང་ལ་རྒྱལ་ཡོངས་སུ་སྐྱེས་རིང་ཚད་ལ་མི་འབུམ་ཚོགས་གཉིས་ལྷག་ཡོད་པ་འདི་ལྟ་བུའི་བཞག་དབྱིབས་བསམ་པ་བསྐྲུན་ཡོད་པ་ལས་ཟད་མིག་ཆེས་ཆེ་བའི་རིང་ཚད་ལ་མི་བརྒྱ་ར་ལྔ་བཅུ་ཡོད། རང་རྒྱལ་གྱི་བསམ་གཟུགས་ལས་དོན་བྱ་འཕུར་བ་ལྟར་གོང་འཕེལ་བྱུང་བ་དེས་རང་རྒྱལ་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་ནི་ཆེས་ཁྱད་དུ་འཕགས་པ་ཞིག་ཡིན་པ་མངོན་པར་མཚོན་ཡོད། ཀློག་པ་དང་འབྲི་བ། ས་བསླབ་དག་རྟ་ཀ་མ་བཞག་གམ། རྟ་ཀམ། ས་མ་བཞག་སམ།

གདུང་མ། བ་བཟའ་ན་རོ་བཟོ། བ་བཀའ་ན་རོ་བཀོ་ད་བཞག་བཀོད། བཟོ་བཀོད། ད་འབྲི་ངེས་ཏེ་བ་བཞག་དེབ། ཐ་འབྲི་ངེས་ཐེ་ར་བཞག་ཐེར། དེབ་ཐེར། བ་རབ་སྟག་བཀྲ་བྱམས་ཆུ་བཀྲུ་གབ་བཞག་དཀྲུག། བ་ར་རྟ་བཀྲ་བྱམས་ཆུ་བཀྲུ་གབ་བཞག་དཀྲུག། པ་དཀྲུག་པ། ཁ་ཁ་ཡབ་སྟག་ཁ་འབྲི་ངས་ཁེ་རབ་བཞག་ཁྱེར། ཁ་ཡ་རྟ་ཁ་འབྲི་ངས་ཁེ་རབ་བཞག་ཁྱེར། ཁ་ཁྱེར། ཕ་ར་རྟ་ཁྲ་ག་བཞག་ཁྲག་པ་ཁྲག་པ། ཀ་ས་ཀ་ག་སི་ལ་བཞག་སིལ་སིལ། བ་རྒ་ར་བཏགས་བྲ་ང་བཞག་བྲང་བ་རྒ་ར་རྟ་བྲ་ང་བཞག་བྲང། ལ་ས་བཞག་ལི། ཨ་མདའ་ས་བཞག་འདི། པ། བྲང་ལི་འདི་པ།